མི་ལོ་བཅུ་གྲངས་ཀྱི་ཡར་སྔོན་ན་ཨ་མ་ཡང་ཆེས་མཚར་བའི་སྨན་ཞྭ་ཞིག་ཡིན། དེའི་ཚེ། དེའི་དུས། ཨ་མའི་ཆེས་ཞིང་དཀར་ལ་དམར། ཨ་མའི་སྐུ་གཟུགས་ལྡེམ་ཞིང་འཁྱུག། ཨ་མའི་དབུ་སྐྲ་གནག་ཅིང་སྣུམ། ཨ་མའི་ཕྱག་ཟུང་འཇམ་ཞིང་མཉེན། ལང་ཚོས་ཕྱུག་ཅིང་མཛེས་པས་བརྒྱན་པའི་ཨ་མ། ཁ་བའི་ཁྲོད་ཀྱི་གངས་ལ་མེ་ཏོག་ཡིན། ལྡུམ་རའི་ནང་གི་ཨུ་དུམ་བ་ར་ཡིན། ཕོ་བརྒྱ་སེམས་པ་ཤོར་སའི་མཛེས་མ་ཡིན། མོ་བརྒྱ་སྙིང་རླུང་ལངས་སའི་ལྷ་མོ་ཡིན། ཨ་ཞེས་པའི་ངུ་སྐད་ཐོག་མ་དང་འདྲ། མི་ཡུལ་དུ་ཚེ་སྲོག་གསར་པ་ཞིག་བསུས། འཇིག་རྟེན་ན། སྨན་ཤར་མཛེས་མ་ཞིག་ལ་གཉེན་མགོ་ན་བྱམས་བརྩེའི་ཨ་མ་ཞིག་འཁོར་ཚེ་སྲོག་དང་འདོད་པའི་ཟླ་དགུ་ཞག་བཅུའི་ཁུར་པོ་ཨ་མ་ཁོ་ནས་ལུས་ཟུངས་ཀྱིས་བསྐྱངས་འོང་ཨ་མ་ཁོ་ནས་ཚེ་སྲོག་གིས་བཏེགས་འོང་ཨ་མ་ཁོ་ནས་བཟོད་བསྲན་གྱིས་འཁྲུལ་འོང་ཨ་མ་ཁོ་ནས་ལྷག་བསམ་གྱིས་སྲུང་འོང་དེའི་ཚེ་དེའི་དུས་ཨ་མའི་ཡོད་ཚད་བུ་ཕྲུག་ལ་བཅོལ་ཟིན་ཨ་མས་ཐམས་ཅད་བུ་ཕྲུག་ལ་ཕུལ་ཟིན་ལུས་ཀྱི་མདངས་ཁ་ཡི་ཟས་ལག་གི་ནོར་མ་མི་ཤེས་པའི་བྱིས་པ་དེ་རེ་རེ་འཕྲོག་དོན་མི་རྟོགས་པའི་བུ་ཕྲུག་ཚོས་རིམ་པར་བཅོམ་དུས་ཇི་ཙམ་ཞིག་ནས་ཙན་དན་གྱི་ལང་ཚོ་དཀའ་སྡུག་གི་འཚོ་བར་སེམས། ལྡེམ་འཁྱུག་གི་སྐེད་པ་མཚོ་འདབ་ཀྱི་ཁུར་བོས་མནན། སོས་དལ་གྱི་གོམ་འགྲོས་བྲེལ་འཚུབ་ཀྱི་ལང་ལ་ཤོར། ཡིད་འོང་གི་ཞལ་རས་གཉེར་རིས་ཀྱི་ཞིང་སར་གྱུར། གནག་སྣུམ་གྱི་སྐྲ་ལོ་དུང་དཀར་གྱི་འགྲན་ཟླར་སོང། ཨ་མ། འདི་དག་རྒས་སོང། ང་ཚོ། ཅི་ཞིག་ལ་ཐོགས་སོང། གང་ལྟར་རྒས་བཞིན་པའི་ཨ་མའི་ངོ་གདོང་ང་ཚོས་དུས་ཐོག་ལ་རིག་པ་ཉུང་ཉུང་ཡིན། ཨ་མས་ཕྲུ་གུའི་དོན་དུ་འཆི་ནུས་ལ་ཕྲུ་གུས་ཨ་མའི་ཆེད་དུ་ན་མི་ནུས། རྒས་བཞིན་པའི་ཨ་མ་དྲན་མཁན་མང་སོང་ལ་དེ་བསམ་ནས་ཡུལ་དུ་འཁོར་མཁན་ཉུང་ཡང་སོང། ལུས་ཁོག་སེམས་ཁོག་གི་ཨ་མ་ཁྱིམ་དུ་ཡོད། ཤ་དར་ཁྲག་དར་གྱི་བུ་ཕྲུག་ཕྱི་ལ་ཡོད། ང་ཚོ་ཁྲེལ་ཆེ་བས་ང་ཚོ་སྐབས་སྐབས་ལ་ཨ་མར་ཅི་ཞིག་ཉོ་བར་དྲན། མཚམས་མཚམས་ལ་ཨ་མར་ལན་ཅིག་ལྟ་འོ་སྙམ། ང་ཚོ། སྐོར་སོང་བའི་ང་ཚོ། དྲན་སེམས་ལ་འཐམས་ནས་ལོ་མང་འདས། སྟ་གོན་ལ་འཇུས་ནས་ཡུན་རིང་སོང། ཨ་མ་འདི་ལྟར་རྒས་སོང་ལ། ང་ཚོ་འདི་ལྟར་སྐོར་སོང། འདུ་འཛི་དང་བྲེལ་ཟིང་གི་བསླུ་བྲིད་འོག། ཨ་མ་རྒས་སླ་ལ་དུས་ཚོད་བོར་མྱུར་བས། གལ་ཏེ་ཁྱེད་ཀྱིས་ཨ་མར་ཅི་ཞིག་ཉོ་བསམ་ན། ཆེས་འཚམ་པའི་དུས་ཚོད་ནི་ད་ལྟ་ཡིན། གལ་ཏེ་ཁྱེད་ཀྱིས་ཨ་མར་ལན་གཅིག་འཐམ་སྙམ་ན། ཆེས་འཚམ་པའི་དུས་ཚོད་ནི་ད་ལྟ་ཡིན། གལ་ཏེ་ཁྱེད་ཀྱིས་ཨ་མར་འགའ་ཞིག་གླེང་འདོད་ན། ཆེས་འཚམ་པའི་དུས་ཚོད་ནི་ད་ལྟ་ཡིན།